ལུས་རྗེས་སུ་འཇུས་སུ་གསུངས་པ་ཡི་ལེའུ་དང་པོ། དེ་ནི་ཡེ་ཤུ་ཡི་ཕྱག་ལེན་འགོ་བཙུགས་པ་དེ་ཡིན་པ་དང་ད་ལྟ་ང་ཚོ་ཁྲི་སི་ཁན་ཡོ་ཧན་རྣམས་ཀྱིས་ཡེ་ཤུ་སྐོར་ལ་བདེ་དཔང་གནང་བའི་ལུས་རྗེས་དེ་ལྟ་གི་ཡིན། ཡ་ཧུ་དཱ་པ་ཡི་མགོ་ཁྲིད་རྣམས་ཡོ་ཧ་ན་རྩ་འགྲོ་ནས་ཁྱི་རམ་སེ་ཡིན་ནམ་ཞེས་སྐད་ཆ་དྲིས་པ་རེད། ཡོ་ཧ་ན་རྣམས་ཀྱི་ལན་དུ་ངས་ཁྱི་ཚོ་ལ་བདེན་པ་ལགས་དགོས་ང་ནི་མཱ་ཤི་ཀ་མ་རེད། ང་ནི་འབྲུག་ཐང་ནང་དུ་ཡ་ཧུ་བྷ་ཡིས་ཕེ་ལང་གྲ་སྒྲིག་གནང་མཁན་མི་དེ་ཡིན་ཞེས་ཤོད་པ་རེད། དེའི་ཕྱི་ནས་སྤྱང་དགོན་ཡེ་ཤུ་ཕེབས་བཞིན་ཡོད་པ་ཡོ་ཧ་ནན་གྱིས་མཐོང་པ་དང་ཁོང་གིས་བརྗོད་པ། དཀོན་མཆོག་གི་ལུ་གུ་ལ་ལྟོས་དང། ཁོང་གི་འཇིག་རྟེན་གྱི་འདོད་པ་མེད་པ་བཟོ་གི་རེད། ཁོང་ནི་ང་ཡི་རྗེས་སུ་ཡོང་མཁན་མི་གལ་ཆེན་པོ་ཞིག་རེད་ཟེར་བ་དེ་ངས་སྔོན་མ་ནས་ལབ་ཡིན། གང་ཡིན་ཟེར་ན་ཁོང་ང་མ་འཆི་སྔོན་དུ་དངོས་སུ་གནས་ཡོད། དེ་ནས་ཡོ་ཧན་རྣམས་ཀྱིས་ཁོ་ཚོ་ལ་གསུངས་པ། ངའི་ནང་གི་རྒྱལ་སྲས་ནི་དམ་པའི་ཐུགས་ནི་ཡོང་ནས་ཡེ་ཤུ་སྟེང་དུ་བབས་ནས་བསྡད་ཡོད་པ་དེ་ངས་མཐོང་བྱུང། མི་སུ་ཞིག་གིས་གང་ལ་དམ་པའི་ཐུགས་ནི་བབས་པ་ཡིན་ན། ཁོང་གིས་ང་ཚོ་ལ་དམ་པའི་ཐུགས་ནི་ཡི་ཁྲི་སྲིད་ལང་གི་རེད་ཟེར་བའི་དཀོན་མཆོག་གིས་ང་ལ་གསུངས་བྱུང། ངས་བྱ་བ་དེ་བྱུང་ཡོད་པ་མིག་གིས་མཐོང་ཡོད། ཁོང་ནི། དཀོན་མཆོག་གིས་བདམས་གནང་བའི་སྐྱེས་བུ་དམ་པ་དེ་ཡིན་པ་ངས་དཔང་པོ་བྱེད་ཆོག། མི་སུ་ཞིག་ནམ་མཁའི་རྒྱལ་སྲས་ནས་མ་ཕེབས་པ་ཡིན་ན། དེ་ནི་འཇིག་རྟེན་ཐམས་ཅད་ཀྱི་ཐོག་ཏུ་དབང་ཆ་ཆེ་ཤོས་དེ་ཡིན། དཀོན་མཆོག་ནས་བྱུང་བ་དེ་ཡིས་དཀོན་མཆོག་གིས་བཀའ་གསུང་གི་རེད། གང་ཡིན་ཟེར་ན་དཀོན་མཆོག་གིས་ཁོ་ལ་ས་དམ་པའི་ཐུགས་ནས་བཀའ་མཚམས་གནང་ཡོད། ཡོ་ཆེན་དཀོན་མཆོག་གིས་སོ་སོའི་བུ་ལ་བྱམས་པ་བྱེད་པ་དང་དབང་ཆ་ཚང་མ་ཁོང་གི་ལག་ཏུ་བརྩིས་སྤྲད་ཡོད། མི་སུ་ཞིག་གིས་དཀོན་མཆོག་གི་སྲས་ལ་ཡིད་ཆེས་བྱས་པ་ཡིན་ན་མི་ཚེ་མཐའ་མེད་པ་ཐོག་གི་རེད། སུ་ཞིག་གིས་ཁོང་ལ་ཡིད་ཆེས་མ་བྱས་ན་ཚེ་སྲོག་ཐོག་གི་མ་རེད་ཞེས་གསུངས་སོ།